ཤ་ཤུག་ལ་ཡ་དེ་ཆ་རེད་ཨ་ནི་རུ་བོའི་ལ་ཡ་དེ་ཆ་ཨ་ནི་བཙན་ནི་ལ་ཡ་དེ་ཆ་རེད་ད་ཡ་ལ་ཡ་དེ་ག་འདྲི་ལ་བོར་ཟེར་ན་དཔེ་ན་འདི་ལྟ་བུ་ཞིག་ཡོད་ལ། མེ་ཏོག་གི་མགོ་ཅོག་ལྡེམ་ཟེར་ཡོད་ཆོག་ལ་མེ་ཏོག་ལ་ཡ་དེ་ཆ་བྱེད་གིས་ལ་ཡ་དེ་འཕྲེད་འགྲོ་བ་དང་དེ་འདྲའི་ལེགས་འགྲོ་བ་དེ་སོགས་ལ་ཡ་ཆ་རོགས། མེ་ཏོག་གི

དུམ་བུ་གཉིས་དེ་ང་རང་གི་བྲིས་གཉིས་པ་གཉིས་ལ་རྒྱལ་བ་ཚོང་ཡང་རྒྱ་མཚོ་གི་ཚིག་དེ་མ་ཞུས་ནས་ག་འདྲའི་བྲིས་ཡོད་ཟེར་ན། ནུ་ཞོ་རུ་འུར་བརྩེགས་ནས་དཀར་སེར་ཟླ་བ་ནུབ་སོང་མ་སྐྱེས་ཨ་མའི་ཞལ་རེ་ཡིད་ལ་འཁོར་འཁོར་ཞེས་ཞེ་འང་ཟེར་དེར། ནུ་ཞོ་གི་རུ་འུར་བརྩེགས་ནས་དཀར་སེར་གྱི་ཟླ་བ་དེ་ནུབ་སོང་ཟེར་ཡལ་སོང་ཟེར་རོ། མ་སྐྱེས་ཨ་མའི་ཞལ་རེ་ཡིད་ལ་འཁོར་འཁོར་ཞེས་ཞེ་འང་ཟེར་ཡག་གི་ཚིག་མཐའ་མ་གཉིས་དེ་རྒྱལ་བ་ཚོང་ཡང་རྒྱ་མཚོའི་ཚིག་མ་ཞུས་ཞེས་སོང། ད་དེ་འདྲའི་བྱེད་དུས་ལ་ཡ་ག་རེ་ཡོད་ཟེར་ན། བྲིས་སྟངས་ལས་སླ་བོ་ཞུ་ཆགས་ས་རེད། དེ་འདྲའི་བྱེད་ནས་ལས་དུམ་བུ་བ་ཞིག་ཡིན་ན་ཡིན་ན་ཨ་ནི་དེ་མ་ཁ་ཤས་ཁ་ཤས་ཁ་ཤས་དེ་འདྲས་བྲིས་པ་ཡིན་ན་ཨ་ནི།

དེ་གཅིག་རེད། དཔེ་གཉིས་པ་དེ་རེད། ད་དཔེ་གསུམ་པ་དེ་ག་རེ་ཞུ་ཡོད་ཟེར་ན། ད་ལྟ་ཆ་ཚང་དེ་སོ་སོ་གི་བྲིས་ཐོ་ཡག་འབད་རྩོམ་བྱེད་དགོས་རེད། ག་རེ་ཟེར་ན་དཔེ་ནང་ལ་ལ་ལ་ད་ལྟ་རྒྱ་བོ་ཚོང་ཡིག་རྒྱ་ཚོང་གི་མགུར་གླུ་དེ་དཔེ་དེ་ག་རེ་ཟེར་ན་སུན་ཆའི་ཆ་ཡོད་རྒྱུ་རྐྱང་རྐྱང་རེད་འདོད་དོ། ཤ་ཤུ། རུའུ། བཙན་ནི་ཡིན་ལ་ཡ་དེ་ཆ་ཆེ་བ་རེད་འདོད་དོ། དེ་འདྲ་ཡིན་དུས་དེ་ལ་ཡ་དེ་དང་ཆ་འདྲ་བ་གཅིག་ང་རང་གི་ག་རེ་བྲིས་ཡོད་ཟེར་ན། ཨ་ནི། གོང་དཀར་རུའུ་བཙན་ནི། ཉི་མའི་ཟུར་མདོངས་འཁྲུད་སོང།

རྒྱལ་བའི་སྲས་ཤཱཀྱ་བཞུགས། ང་དང་དྲིན་ཆེན་ཕ་མས་གསོན་པའི་དོན་དེ་འགྲུབ་སོང་ཤཱཀྱ་ཆ་རེ་ད་དེ། སྟོད་ཕྱོགས་རྒྱ་གར་ཡུལ་ནས་ལ་ཡེ་དེ་ཆ་ཆ་ལེ་སོ། རྒྱལ་བའི་སྲས་ཤཱཀྱ་བཞུགས། ང་དང་དྲིན་ཆེན་ཕ་མས་གསོན་པའི་དོན་དེ་འགྲུབ་སོང་ཟེར་འོ་དེར། དང་པོ་དེ་དེར། ད་དྲི་དང་གཉིས་པ་དེ་ག་རེ་ཡོད་ཟེར་ན། ཨ་ནི། ཡ། ཆ། བྱ། ཡ། ལ་ནི་བྲི་ཡ་དེ་རེད། ད་དེ་གང་རེད་བྲིའོ་ཟེར་ན། ཡུལ་གངས་ཅན། ཆུ་ལྡན། ཡུལ་གངས་ཅན་ཆུ་ལྡན་ལ། སྒང་རྒྱ་བ་འཁྲུངས་པ་བཟང། སེང་སྟེགས་པའི་མཆོད་པ་འདི། བསྟན་བྱས་ལ་ཕུལ་བ་ཡིན། རེད་བ། ཡུལ་གངས་ཅན་ཆུ་ལྡན་ལ། ཡུལ་ལ་ཡི་དེ་ཡ་བཅས་སམ། ཚིག་དེ་ཆ་ཡ་རེད་ས་རེད་དེ། ཨ་ནི་གངས་ཅན་ལ་ཡི་དེ། དེ་ག་རང་ཆ་བྱེད། ཨ་ནི་ཆུ་ལྡན་ལ་ཡི་དེ་དེ་ག་རང་ཆ་བྱེད།

དེ་གཅིག་རེད། ད་རྣམ་པ་ཚོས་དོ་སྣང་སྤྲད་དགོས་ཡ་དེ་ག་རེད་ཟེར་ན་སོ་སོ་གི་དཔེ་རྒྱས་བྲི་དགོས་ཡ་དེ་ཅིའི་ཆེད་དེ་ཧ་ནང་བཞིན་གྱི་ད་ད་ཚེ་པ་ཁྲུས་བྱེད་པ་གྲུ་ཐོག་མ་འདྲ་བ་བསམ་དེ་ཡོད་པ་དེ་ཧ་གོ་བ་བྱེད་དེ་ཧ་ནང་བཞིན་གྱི་བྲི་དུས་དེ་ལ་ཡ་མི་གཞན་པ་གི་བྲི་འགྱུར་དེ་གི་ནང་ལ་ནི་མ་བཤུས་སྟངས་ཅིག་ཡོད་རེད་བ། ཚེ་པ་དང་པོ་དང་པོ་གཉིས་དེ་ཨ་ནི་གཞན་པ་ལ་བྱས་དེ་བཤུས་གཉིས་པ་དེ་གཉིས་དེ་སོ་སོ་གི་བྲི་གཉིས་པ་གཉིས་དེ་སོ་སོ་ག་ས་དང་པོ་གཉིས་དེ་སོ་སོ་གི་བྲི་གཉིས་པ་གཉིས་དེ་གཞན་པ་དེ་བཤུས་ཨ་ནི་ཆ་ཚང་སོ་སོ་གི་བྲི་ཡ་གཅིག་འབད་བརྩོན་བྱས་དེ་འདྲས་བྱས་ནས་བྱེད་ཐུབ་པ་ཡིན་ན།